ཕ་མེས་སོ་སོའི་བུ་ཚང་མ་ལོག་ལ་བརྩི་ཡོད། བརྩི་བ་ཞིག་ཡོད་རེད་བ། ལྷག་བསམ་ཅང་གང་ཡོད་རེད། ཕ་མེས་ང་ཚོ་བསམ་བློ་གཏོང་དགོས་ཡག་གི་ཅིག་ཕྱིའི་འདུན་མ་རབས་ཞིག་དང་རྩ་བ་རབས་དེ་ག་རེ་ཞུས་པ་ཡིན་སྤུན་དགུའི་བུ་ཕྲུག་གི་ད་བུ་ཕྲུག་འདི་མ་འོངས་དེ་ཅིག་སྐྱིད་པོ་དང་མ་འོངས་དེ་བདེ་སྐྱིད་ཆེན་པོ་ཞིག་རེད་བ་ང་ན་ཚོ་མ་འོངས་དེ་ཅིག་ད་སྤུ་གུ་འདི་མི་གཞན་གི་མཐོང་ཆུང་ཞིག་མི་ཡོད་དགོས་རེད་ང་ན་ཅིག་སྤུ་གུ་འདི་སྒོ་ཁྱག་ཁྱག་བྱས་འགྲོ་ཡག་ཡོད་པ་ཅིག་དང་ཕ་མ་སེམས་སྐྱིད་པོ་ཞིག་ན་རེ་ཕ་མེས་ཕྱིར་འཐོར་ཐུབ་གི་དམིགས་ཡུལ་དང་བདེ་བ་དེ་རེད་རེད་བ་ང་ཚོའི་བུ་ཕྲུག་གི་དེ་བསམ་བློ་བཏང་ཡོད་རེད་པས། ཧ་ཅང་གི་དཀོན་པོ་ཆགས་འདུག་རེད་མ་ང་ཚོས་ད་ལྟའི་དུས་སྐབས་འདི་ཕ་མ་ལྟ་ཅིག་ང་ཚོ་བྱུང་ཞེས་པའི་ཡིག་རྩལ་ལ་འདི་ནས་སྔོན་མ་པོ་ར་ཞེས་ཀྱི་ཕ་བོན་གྱིས་ལྟ་ཅིག་འདི་འོར་མ་བཀའ་དྲིན་གསོལ་ཡ་དེའི་བསམ་ན་ངས་འདི་ན་དེ་མ་ཤི་ན་སྔོན་མ་པོ་ཅིག་གིས་ཅིག་སྔོན་མ་པོ་སེམས་དགའ་འགྲོ་གི་ཡོད་རེད་དེ་ན་ད་ལྟ་ང་ཚོ་ཕ་མ་ཟེར་ཡ་ལྟ་ལོ་ཆེན་མོ་ལྷས་བསྡད་ཡོད་རེད་དེ་འདྲ་ཡིན་ཙང་པ་ཕམ་པའི་ད་ལྟའི་རིགས་ང་ཚོས་དེ་ཡང་སྒོམ་ཡ་དང་འདི་བྱེད་ཡ་ག་རེ་ཞུ་བོན་རྒྱ་རྒན་ཕ་མ་ལ་གཅིག་ང་ཚོའི་ཞལ་པར་མང་སུ་དགོས་ཡང་གཅིག་དང་དེ་ནས་ང་ཚོས་ཕ་མའི་གི་རེ་བ་དེ་གང་ཐུབ་དེ་བྱས་བྱས་སོ་སོའི་ཇོན་ནང་ནས་ཕ་མའི་དོན་ལ་མངོན་ཡང་གཅིག་དང་ཕ་མས་སོ་སོའི་རང་ལུས་ལ་འོ་ཡིད་ཆེས་ཐོབ་ཡང་གཅིག་སྤུ་གུ་དེ་དེ་འདྲས་བྱོས་དུས་ཙང་པ་སྤུ་གུ་དེ་ཇོན་ནང་དེ་འདྲས་བྱོས་ཕ་མས་སྤུ་གུ་དེའི་ཐོག་སེམས་ཁྲལ་ཉུང་རུ་བཏང་པ་ཕྱིན་མིན་ཨ་ནི་ཕ་མ་དང་སྤུ་གུའི་བར་གི་ཡང་གཅིག་ཕན་ཚུན་འབྲེལ་བ་དེ་ཡག་འགྲོ་གི་འདུག་བསམ་གི་འདུག་རེད་བ་བྱས་ཙང་ང་ནག་སུ་གཅིག་སྤུ་གུ་མང་པོ་གཅིག་གི་ཕ་མ་དེ་གཅིག་མ་རེད་བ་རྣ་བ་གཏང་གི་མ་རེད་བ་ཨ་དེའི་དུས་ཙང་པ་སོ་སོའི་ཇོན་ནང་དེ་མངོན་འགྱུར་མ་བྱས་བྱས།

གུས་ཞབས་གནང་འདུག་ང་ཚོས་ཅི་ཡོད། ཕ་མེས་ཀྱི་སེམས་ཀྱི་བར་སྔོག་འདོན་ཡག་པོ་བྱེད་བྱེད་ཅེས་ཨ་ནི་སོ་སོ་རང་ཉིད་ཀྱི་འཇོན་ཐང་དང་སོ་སོ་རང་ཉིད་ཀྱི་ཕ་མར་བཅངས་པའི་བརྩེ་བ་མཐར་ཕྱིན་ཆུ་ཆེ་ཆུང་ཙག་ལས་མེད་པའི་ཡིན་ནའི་དོན་དག་ཆུང་ཆུང་ཞིག་གི་ཐོག་ནས་ཨ་ནི་ང་ན་ཚོས་ཕ་མ་ཕ་གཅིག་མདུན་ལ་མིག་མདུན་རབ་བྱེད་ཐུབ་ཆེད་ཨ་ཕ་མའི་སེམས་དེ་ང་ཚོས་ཕ་གཅིག་སྐྱིད་པོ་ར་བཟོ་ཐུབ་པ་ཡིན་ན་ཕ་མ་སེམས་དགའ་འགྲོ་གི་རེད་བ། ང་ཚོ་གཅིག་གཞུང་ཞབས་པ་ཞབས་ཞུ་ལང་བྱེད་ཆེད་འགོ་ཁྲིད་ཐོབ་པ་ཆགས་པ་ཡིན་ནའི་ཕ་མ་དག་གཅིག་གཞུང་ཐོག་ཁ་བ་ཡིན་དུས་ཧ་གོ་གི་མ་རེད།

ད་ལྟ་ང་ནགས་སུ་དལ་བུར་ཡོང་རེ་བོ་མི་ཡོང་རེ་བོ་མི་ཟེར་ཡ་དེ་དམིགས་བསལ་གྱི་ནུས་པ་སུན་ཕྱུང་དེ་འདྲ་མ་རེད་ང་ནགས་སུ་འཛམ་གླིང་དུ་རྩོམ་པ་པོ་གྲགས་ཅན་མང་པོ་ཞིག་ཡོང་རེ་འཛམ་གླིང་ན་ང་ནགས་སུ་རྩོམ་རིག་ཐེབས་ཆེད་གྲགས་ཅན་བོད་མི་མང་པོ་ཞབས་ཞུ་ཡོང་རེ་དེ་ནས་ང་ནགས་སུ་ཆེད་མཁས་ལས་པ་དང་སློབ་གསོ་བ་དང་ཧ་ཅང་གི་གྲགས་ཅན་རྫོང་གླིང་ཁོ་ར་ང་ཚོ་ཨ་རི་དང་གྷ་ས་ཧ་ལ་བོད་མི་ཧ་ཅང་གི་མང་པོ་ཞིག་ཡོད་སྡད་པ་ཅི་རེད་དེ་འདྲ་ཡིན་དེ་དུས་རྩམ་པ་ང་ནགས་སུ་བོད་མི་དེ་གན་རྒྱལ་ད་ཇི་གུ་ཡོད་བྱུང་གི་རེད་ཁོ་ནགས་སུ་མང་པོ་ཅིག་བོད་རེད་འདུག་དེ་ནགས་སུ་བོད་མི་བྱུང་གི་མ་རེད་མ་བསམ་ཆེད།

སོ་སོ་འཇོན་ཐང་དུ་ཕ་མེས་གཅིག་དེ་ཞེས་ཡ་དེ་སོ་སོ་གཅིག་གི་སྐུ་གོ་དེ་ད་ཕྱིན་ཆུང། མ་གསུངས་ད་མི་རིང་བའི་དུས་ཤིག་ན་མི་མང་པོ་ཅིག་མཐོང་ཆུང་བྱེད་པ་ན་ཕ་མ་སེམས་འགབ་ཡོང་མར་བ། སྐུ་གོ་དེ་འཇོན་ཐང་ཆེན་པོ་གཅིག་དང་མི་ཚང་མས་བརྩི་བཀུར་གཅིག་དང་མི་ཚང་མས་གུས་ཞབས་བྱེད་ཡ་མི་ཚང་མའི་ནང་ནས་ཕུལ་དུ་བྱུང་བ་བྱུང་པ་ཡིན་ཕ་མ་ཚང་མས་དགའ་བོ་བྱེད་ཀྱི་རེད་བ། རྒྱ་ནག་སོང་ན་ད་ག་ནང་ནས་འཇོན་ཐང་མི་ཐོག་རྒྱ་ནག་ཡང་བོད་ཟིན་གྱི་བོད་སྤྱི་གི་ཚོགས་ཞིག་འགོར་སོང་ས་སྐད་ལ་ཡང་ཚུགས་ན་ཡོང་བ་རེད་བ། བྱས་ཙང་ང་དེ་འདྲ་ཡིན་འདོད་མིན་ཙང་ད་སོ་སོ་ལ་འཇོན་ཐང་ཡོད་འཇོན་ཐང་ཡོད་པ་ན་ཕ་མས་དགའ་བོ་བྱེད་ཀྱི་རེད་བ། འཇོན་ཐང་མེད་ན་ཕ་མས་ཨ་འདིའི་གཞུང་ཞབས་ལ་ཡིད་ཚད་སྐྱོ་བོ་ཟེར་གྱི་ཡོད་རེད་དངོས་ཡོད་བྱས་ན་གཞུང་ཞབས་ཡིད་ཚད་དེ་ད་གཅིག

ད་སྟོབས་ཤུགས་རག་པ་དེ་ག་འདྲའི་སིང་ངེ་བྱུང་ཟེར་སླ་བས་ན་ཨང་དང་པོ་དེ་ད་གཙོ་བོ་དེ་དམིགས་ཡུལ་སྒང་ནས་རྙེད་ཀྱི་འདུག་སྤྱིར་ན་ང་རང་ཆ་བྱ་བས་ན་ད་ག་རང་ཡིན། དམིགས་ཡུལ་ཆེན་པོ་རག་ཅིག་ཡོད་དམིགས་ཡུལ་ཆེན་པོ་ཡོད་དུས་ཙམ་པ་དེའི་བསྟོད་པའི་དཀའ་ལས་རྒྱབ་དགོས་ཡ་དེ་ཆོས་ཉིད་རེད་བྱས་ཙང་ཨང་དང་པོ་ང་ནག་ཚོས་ཤེས་ཡོན་རྒྱབ་ལྗོངས་ཡང་དགོས་ཀྱི་འདུག་སྙིང་སྟོབས་ཟད་དེ། དཔེར་ན་ཆ་བྱར་བ། ང་ནག་ཚོས་ད་ལྟ་སྤྱི་ཚོགས་ལ་བསམ་བློ་བཏང་པ་ཡིན་ནའི་རེད་ད་ག་ནང་བཞིན་ཁོར་ཡུག་ལ་ཡང་མེད་ན་ཁྱིམ་ཚང་དང་མི་སྒེར་པ་ག་འདྲས་ཅིག་ལ་བསམ་བློ་བཏང་བ་ཡིན་ནའི་དེ་བས་ཀྱང་ང་རང་ལ་རྫོགས་སྐུ་རྫོགས་བྱེད་གར་བ་ཡིན་ན་ད་ནུས་རྩལ་ག་རེའི་སྟེང་ནས་བསམ་བློ་བཏང་ཡིན་ནའི་མ་བཏང་བ་རྐྱང་རྐྱང་ཡིན། བྱས་ཙང་མ་འདང་བ་རྐྱང་རྐྱང་ཡིན་རྒྱུ་གཅིག་གིས་མི་གཅིག་ལ་སྙིང་སྟོབས་མེད་པ་ཡིན་ན་མ་འདང་བ་དང་དུ་མ་ཨང་མ་དུང་ཉུང་བྲལ་རྩ་བ་ཉིད་ནས་མི་འདུག་དེ་འདྲས་ཡིན་པ་ཡིན་ཙང་ཨང་དང་པོ་རང་ཉིད་ཀྱིས་རང་ཉིད་ངོས་འཛིན་ཐུབ་དགོས་ཡ་དེ་གལ་ཆེ་ཤོས་གཅིག་རེད་བྱས་སྙིང་སྟོབས་འཕེལ་ཡ་གོང་མ་གཅིག་དེ་ནས་གཉིས་པ་དེ་ང་རང་ནམ་རྒྱུན་ནས་ཞུ་གི་ཡོད་དཔེར་ན་ཆ་བཞག་ན་ང་རང་དེའི་སྔས་ལ་མཁས་དབང་དགེ་འདུན་ཆོས་འཕེལ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་དག་ནང་བཞིན་ས་དགེ་པེ་ནི་ཏུ་ཁུང་གི་རྒྱལ་མཚན་ལྷག་པར་དུ་འཇུ་མི་ཕམ་ཁོ་ནག་ཚོ་ལ་རྩོམ་རིག་གི་ཆ་ནས་མཚོན་པ་ཡིན་ན་ལོ་བཅུ་གསུམ། བཅུ་དྲུག་བཅོ་བརྒྱད་ཉི་ཤུ་དེ་འདྲས་ཀྱི་ནང་ལ་ད་རྩོམ་དངོས་གནས་ཟླ་གཅིག་དེབ་ཐུབ་བཞི་བོ་འདྲས་བསྐྱོན་ཐུབ་ཡ། ནང་དོན་གཏིང་ཟབ་པོ་ཡོད་པ་འགའ་ཞིག་ལ་རྩོམ་གྱི་ལུས་དེ་ཚོ་བེད་ཕུལ་དུ་བྱུང་བ་ཡིན་པ་དེ་འདྲ་བསྐྱོན་ཤག་ད་ང་རང་ད་ལོ་བསྡུར་བ་ཡིན་ན་ད་ཁོ་ན་ཚོ་ཅིག་ལོ་ཆུང་ཆུང་འདི་གས་ཚིག་རྐང་ལས་འདི་གས་ཚིག་གནང་ཐུབ་དུས་ང་ལོ་འདི་བ་ལེབ་སུ་ད་དུང་ཡང་ང་འདྲས་མེད་ན་ད་ང་ལེགས་ཚེ་འཇང་ཡས་སྟུག་ཤུགས་མ་བསྐྱེད་ན་ཡོང་གི་མི་འདུག་བསམ་བྱས་སློབ་སྦྱོང་རྒྱས་དེ་འདྲས་བྱས་ཡོང་གི་འདུག་དེ་གཅིག་རེད། གཉིས་པ་དེ་སྙིང་སྟོབས་ཕལ་ཡག་ཤོས་ཅིག་ག་རེ་ཞུ་བ་ཡིན་ན་ད་རྡོག་རྡོག་ཞུས་ན་དཀའ་ངལ་དབྱིངས་སུ་འཛུལ་ཡ་དེ་རེད་ཤག། མདོར་བསྡུས་ན་རང་ཉིད་ཀྱི་བྱ་བ་གཅིག་མགོ་བརྩམས་ཕྱིན་སུ་ན་བརྒྱ་ཆ་བརྒྱ་ཐམ་པ་དེའི་དཀྱིལ་ནས་ཁྱེད་རང་ལ་སྙིང་སྟོབས་ཀྱིས་མེ་ཏོག་རེ་རེ་བཞད་ཟེར་བ་གཏན་འཁེལ་རེད་བཞག་དེ་ཕྱིར་རེད་ལྷག་པར་དུ་ཨ་ནི་ང་ནང་ཚུན་རླབས་ཆེན་མི་སྣའི་གཏམ་རྒྱུད་མང་པོ་ཀློག་བྱེད་དཔེར་ན་ང་རང་ཚུན་པ་ཡིན་ན་ད་དེ་ནས་མ་གཅིག་གཏམ་རྒྱུད་མང་པོ་བཞི་པོ་ཀློག་དེ་བས་ཀྱང་ཨ་ནི་གཅིག་དེང་རབས་དང་ཉི་རབས་ཀྱི་མཁས་དབང་མང་པོའི་གཏམ་རྒྱུད་ཀློག་པའི་རྒྱུན་རིང་གི་ནང་ལ་ད་ཁོ་ན་ཚོས་དཀའ་སྡུག་དང་ཕངས་པ་རྐྱང་རྐྱང་གི་ཁྲོད་ནས་གྲུབ་འབྲས་བདེ་ལྡན་བླངས་པའི་གཏམ་རྒྱུད་ཐོན་ཡོང་དུས་ཨ་ནི་ལོ་གཉིས་ལ་སེམས་འགུལ་ཚད་མེད་ཐེབས་ཡོང་གི་འདུག་བྱས་ཙང་དེ་འདྲའི་ཅིག་རེད། གཉིས་པ་དེ་ཡང་ནི་སོ་སོའི་ཁྱིམ་ཚང་གི་གནས་སྟངས་བསམ་བློ་བཏང་རོགས་པ་དེ་བས་ཀྱང་ཕ་མས་སོ་སོ་ལ་རེ་བ་ག་འདྲི་བྱེད་ཀྱི་ཡོད་མེད་ནམ་རྒྱུན་ང་རང་འདིའི་མངལ་ལ་ཉལ་ད་རླུང་འཕྲིན་ཐུར་འཕྲིན་གཅིག་ལ་གཏམ་བཤད་འདོར་སུ་ཞུ་མྱོས་ཡོད་ཁོ་ན་ཚོ་ལ་རླུང་འཕྲིན་གྱི་སློབ་མ་རྣམ་པ་ལྷན་རྒྱས་ལ་ང་ན་ཚོ་ཕ་མའི་བཀའ་དྲིན་མཇལ་དགོས་ཀྱི་ཡོད་ཟེར་བྱས་རྗེས་ནམ་རྒྱུན་གཞས་ཀྱི་ཚིག་ནང་ལ་ལྟ་གི་རེད་ད་ག་ན་ཞིག་རྩོམ་རྣམས་ལས་ལྟ་གི་རེད་ད་ག་ན་ཞིག་ཁ་རྒྱུན་ལས་ཡོད་རེད་ནས་ཕ་མའི་བཀའ་དྲིན་སོ་ཡག་ཤོས་དེ་ག་རེད་ལ་ན་ཕ་མས་སེམས་ཁྲལ་ག་པ་ཆེ་བྱས་ནས་འདི་མེད་པ་བཟོ་ཡ་དེ་ཡག་ཤོས་རེད་བྱས་དཔེར་ན་ཤ་ཤེད་ན་ཁྱེད་རང་ལུས་པོ་བདེ་ཐང་མེད་པ་ཅིག་ཡིན་ན་ཕ་མས་ཁྱེད་རང་སེམས་ཁྲལ་ག་བར་བྱེད་ཞེས་ལུས་པོའི་བདེ་ཐང་གང་བྱེད་ཀྱི་རེད་ཡང་ཁྱེད་རང་གི་བདེ་ཐང་འཕྲོད་བསྟེན་ཐད་ལ་དང་དོད་བྱས་རྗེས་རང་ཉིད་ལུས་པོ་བདེ་ཐང་ཡོད་པ་ཟོས་ན་ཕ་མའི་དྲིན་ལན་ཟོས་པ་གཅིག་པུ་གཅིག་རྐྱང་རེད་ཤག་དེ་དང་དེ་འདྲ་བ་ལ་བསམ་བློ་བཏང་རྗེས་ཨ་ནི་ང་ནག་ཚོས་མདོར་བསྡུས་ན་སྤྱི་ཚོགས་ང་ཚོའི་སྤྱི་ཚོགས་ལ་གནས་སྟངས་ལ་བསམ་བློ་བཏང་ང་ནག་ཚོས་ཀྱི་ཉེ་རོགས་ལ་བསམ་བློ་བཏང་ད་ག་ནང་བཞིན་ཁྱིམ་ཚང་ལ་བསམ་བློ་དང་རང་ཉིད་བསམ་བློ་བཏང་དུས་བརྩམས་པ་ད་ད་པད་ད་མདོར་ན་ད་མ་བྱས་ན་ད་ཚང་མ་ཚ། ད་གདོལ་བ་བྱས་ནས་ལེགས་ཙི་ཞེས་ཟེར་ན་ཟིམ་ཐོ་ཡ་ཅིག་ཡོད་ནའང་མ་གཏོགས་ཤེས་ཚང་མ་ཟ་ཚར་བའི་གནས་སྟངས་འདྲ་ཅི་རུ་བ་དེ་འདྲའི་སྐབས་སུ་ཨ་སྙིང་དོ་ལྷག་པར་དུ་འཕེལ་གི་འདུག་ལྷག་པར་དུ་ཁྱི་ན་ཚོས་རང་ཉིད་རང་ཉིད་ངོ་ཤེས་ན་སྙིང་དོ་ལམ་སང་འཕེལ་དགོས་རྒྱུ་མཚན་ག་རང་མི་གསལ་དེ་ལ་ནུས་པ་ཚད་ལས་འདས་པ་རེད། དངོས་གནས་མིའི་ནུས་པ་ལ་ཚད་མེད་པ་དེ་ད་ང་རང་ང་རང་ལ་ར་གསལ་པོ་འཕྲོད་སོང། ཚད་མེད་པའི་རྒྱུ་མཚན་ག་རེ་ཡིན་ལབ་པ་ཡིན་ན། སྤྱི་ད་ང་ན་ཚོས་མིའི་གི་རྣམ་དཔྱོད་ཟེར་དེ་ཐད་ཀར་དེའི་འབྲེལ་བ་ཡོད་རེད། བསམ་བློ་ལ་འཁོར་ཕྱིན་ཆད་གང་ལྟར་མི་གེ་བཟོས་ཡོང་གི་འདུག་བ་འདིས་ག་ལ་མཚོན་ཐུབ་གོ་རེ་ལབ་ན་བསམ་བློ་དང་མངོན་འགྱུར་གྱི་བར་ཐག་ཐག་ཉེ་པོ་ཡོད་པ་མཚོན་ཐུབ་གོ་རོ་ལ་བསམ་བློ་ལ་འཁོར་ཕྱིན་ཆད་བཟོ་ཐུབ་ཀྱི་ཡོད་པ་དེ་ཁོ་རང་གིས་མཚོན་ཐུབ་གོ་རེ་བྱས་ཙང་མིའི་ནུས་པ་ལ་ཚད་མེད་པ་མིའི་རིན་ཐང་ལ་ཚད་མེད་པ་མིས་ག་རེ་བསམ་ནའི་ལས་ད་ག་རང་བསྒྲུབ་ཐུབ་བ། རང་ཉིད་ཀྱིས་བསམ་མི་ཐུབ་པའི་གནད་དོན་ཞིག་ཡོད་པ་ལས་བསྒྲུབ་མི་ཐུབ་བའི་གི་བྱ་བཞག་ཅིག་མེད་པ་འདི་ང་རང་ཚོས་མཚོན་ཐུབ་གོ་རེ་བྱས་ཙང་རང་ཉིད་ཀྱིས་རང་ཉིད་རིན་ཐང་ཧ་གོ་ན་ཁྱེད་རང་ལ་སྙིང་སྟོབས། ཡང་མེད་ན་འཇིགས་ཞུམ་མེད་པའི་བློ་ཅིག་སྐྱེས་ཡོང་གི་རེད་བསམ་གི་འདུག་ལྷག་པར་དུ་འཇིགས་ཞུམ་མེད་པར་ཟེར་ཏེ་བྱེད་པ་ལ་ཨ་ནི། འཇིགས་ཞུམ་ཟེར་ཏེ་གཏོར་སྐྱོན་ག་ཚད་བཏང་གི་ཡོད་པ་དང་འཇིགས་ཞུམ་གྱིས་རང་ཉིད་ལ་འགོག་རྐྱེན་ག་ཚད་ཡོད་པ་དེ་མཁྱེན་ཐུབ་པ་བྱས་པ་ཡིན་ན་ཨ་ནི་སྙིང་སྟོབས་ལྡན་པ་དཔའ་སྟོབས་ལྡན་པ་དེ་འདྲའི་རྒྱ་ཆེ་རྒྱ་དམ་ཆགས་གི་རེད་དེ་བས་ཀྱང་ང་ནག་ཚོས་བོད་མི་རང་ཉིད་མ་ནས་ལས་ལ་བརྩོན་ཞེས་དཔའ་ངར་ལྡན་པ་གསུང་གི་རུ་བ་དེ་ན་ནས་དཔའ་དང་ངར་ཟེར་ཏེ་ག་རེ་ལ་དཔའ་ཟེར་ཡ་དེ